བཀའ་དྲིན་གསུམ་དང་རྩ་བའི་བླ་མའི་ཞལ་རབ་གསལ་རྒྱུད་བླ་མ་ཡི་དམ་མཆོག་གསུམ་བློ་ཡིས་བཟུང་བ་འདུལ་གསུང་རྟགས་བརྒྱུད་ཆེན་གྱི་ལོ། བདག་སོགས་བསམ་བྱ་ཐམས་ཅད་བློ་ཆོས་སུ་འདུ་བར་ཆེན་གྱི་ལོ། ཆོས་ལམ་དུ་འགྲོ་བར་ཆེན་གྱི་ལོ། སྔགས་ལམ་འཁྲུལ་བ་སེལ་བར་ཆེན་གྱི་ལོ། འཁྲུལ་པ་ཡེ་ཤེས་སུ་འཆར་བར་ཆེན་གྱི་ལབ་ཏུ་གསོལ། དེ་ཡང་མ་འགྱོད་རྣམས་ཀྱི་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད་ཐུགས་བསྐྱེད་བླ་ན་མེད་པ་རྣམ་གྲོལ་བསྟན་དུ་བདེ་བ། འགལ་བ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དམ་པ་མྱུར་དུ་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པའི་ཀུན་སློང་བསམ་པ་སེམས་བསྐྱེད་བཟང་པོའི་ས་བདག་བདག་བསམ་པར་ཞུ། ནང་པའི་ཆོས་སྐུ་ཚོགས་པའི་སྡེ་ཁག་ཚང་མས་རང་དབང་ཐུགས་གཏད། དམ་པའི་ཆོས་ལ་ཐོས་བསམ་སྒོམ་སྒྲུབ་མཛད་དཀའ་ནས། སར་མཁའ་ལང་རྒྱ་ཚང་མ་ལ་འཇུག་ལས་ཞུ་བཅར་དང། དེར་མངའ་ཐང་བདག་མ་རྫོགས་ལ། མཉམ་མེད་སྒམ་པོ་པའི་བདག་པོ་བསོད་ནམས་རིན་ཆེན་བཞུགས་ཏེ། དེ་ནས་བདག་པོ་ལ་ཅི་ཡང་བྱུང་རུང་ཁོང་གསུང་བ་མཛད་དགའ་ནི། ཉམས་ལེན་ནས་གསུང་ཆོས་སུ། དམ་ཆོས་ཡིད་བཞིན་ནོར་བུའི་ཐར་བ་རིན་པོ་ཆེ་ཡི་རྒྱན་བཞུགས་ཁང་པའི་ནང་ན། ཐོག་མར་དགེ་བ་ལས་ཀྱི་དོན་བར་དོའི་དགེ་བ་གཞུང་གི་དོན་ཐ་མར་དགེ་བ་མཇུག་གི་དོན་བཅས་རྣམ་པ་གསུམ་ཡོད་དཀའ་ན་ནང་ནས་བར་དོའི་དགེ་བ་གཞུང་དོན་བཤད་པས་ན་སྐལ་པ་ནག་འཕྲོ་སྟེ་འོང་སྟེ། ད་དག་གསང་སྔགས་དང་གདམས་ངག་བཞི་ཡི་ནང་ནས། དེ་ནི་གདམས་ངག་བཞི་པའོ། བཀའ་འོག་ན་དང། སངས་རྒྱས་སྒྲུབ་པའི་ཐབས་མི་ཤེས་པའི་གཉེན་པོ་ལ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་བསྒོམ་པའི་གདམས་ངག་གསུངས་སོ་ད་དེའུ་གདམས་ངག་ནི་དོན་ཚན་བཅུ་གཉིས་སུ་ཡོད་དེ་ནང་བསྟན་ནང་ནས་དོན་ཚན་བརྒྱད་ལྟ་བའི་ནང་ནས་ང་དང་འཕྲོ་སྟེ་ཡོངས་སུ་དཀའ་འོ། བྱང་ཆུབ་ཏུ་སེམས་བསྐྱེད་པའི་ཕ་ཡུལ་ནི་བཞུགས་ཁམས་དཔོན་ནོ། ད་ལྟའི་ཕ་ཡོན་པོ་ལ། མུན་པ་བསམ་ཤེས་དེ་ཕ་ཡོན་གྱི་ནང། འཇུག་པ་བསམ་ཤེས་དེ་ཕ་ཡོན་འདི་སྟེ། ད་ལྟའི་ནང་ནས་དེ་ནི་དེ་ནང་ནས་འདག་ས་ང་དང་ཡིན། ཕ་ཡོན་པོ་ལ་གྲངས་སུ། གྲངས་ཀའི་ནང་དང་སྟེ་བཤད་བྱ་ཞིག་ནང། གྲངས་ཀ་མ་ནི་མེད་པ་བཤད་བྱ་ན་གཉིས་ཤིག་འོང་ནོ། ད་ལྟའི་ནང་ནས་གྲངས་ཀའི་ནང་གྲངས་སྟེ་ང་དང་ཕ་ཡོན་པོ། རྒྱུ་དེ་ན། དེ་ནི་ང་དང་ཡིན།

འོ་ད་ལྟའི་ནང་ནས་རྒྱ་དེ་ནང་ནས་གཅིག་གཅིག་པོ། དེ་ནས་ཀ་འོ་ཐེག་པ་ཆེན་པོ། བླ་མེད་ཁ་དེ་ནས་མཆོད་ཁན་གུ་ར་ནོ་ཟོ་དེ་སོང་ཁན་པ་ནོ། སོང་པ་ས་ནས་ད་ལྟའི་བ་ལ་དེ་ནས་ང་དང་དེ་རིང་ཡིག་ཁ་ནས་འབྲེལ་ཆད་པོ་སོང་བ་འཛེ་ད་ནོ། ད་ལྟའི་ལ་སྟོད་དུ་ལེན་ཐག་སོང་དང་དེ་ལ་དང་པོ་ཤར་ན། ད་དང་པོ་ཁ་བའི་ངང་བཞུགས་ན་མདངས་ཐེག་པ་ཆེན་པོར་ཆུད་པར་འགྱུར་བ་དང་གསུངས་པར་སྨོན་ནོ། ད་ཐེག་པ་ཆེན་པོའི་བླ་མེད་ན་ང་ཆུད་དཀའ་ནི་འགྱུར་ར་ནོ་ཟེར་ཁ་ནས་དོན་དག་པོ་དེ་འོན་ནོ། གང་ལ་བྱང་ཆུབ་མཆོག་གི་སེམས། ཅིག་མ་སྐྱེས་ན། དེ་ལྟར་སྤྱོད་པ་ཕུན་སུམ་ཚོགས་པ་དང་ལྡན་ཡང་ཐེག་པ་ཆེན་པོའི་ཁོངས་སུ་མི་ཚུད་ལ། ད་དུང་བདག་པོ་ཁྱེད་ལྟ་ན་སུ་ཞིག་ག་བྱང་ཆུབ་པའི་སེམས་འཛེར་གང་ཅིག་གིས་སྐྱེས་མེད་ན་དགའ་སྟོ། དེས་ན་ང་དང་བྱང་ཆུབ་པའི་སེམས་མ་སྐྱེས་ཀ་ནས་སྤྱོད་པ་ཙམ་ཞིག་མ་རྒྱ་ལ་ཡོད་ན་ཡང། ཡོད་དོ་ནུབ་བ་སྤེལ་ན་ང་དང་ལུས་ངག་ལ་སྤྱོད་པ་ཙམ་ཞིག་མ་ནས་ཧ་ལ་བྱས་སེ་མ། ཁོང་དང་མ་ནས་བྱང་ཆུབ་སེམས་དཔའ་རྫོགས་འདུག་ཟེར་ལ་རྫོགས་སངས་དང་སྤྱོད་པ། དུ་ཟུག་ཡ་རབ་གནང། དེ་ན་སྤྱོད་པ་མ་ང་དང་རྒྱ་ལ་མི་འདྲ་ཡོད་ན་ཡང། དེ་ནས་དོན་དག་པོ་སྤྱོད་པའི་ཡོན་ཏན་ཙམ་ཞིག་ཁོང་བ་ལ་ཡོད་ན་ཡང་དགའ་འོ་བྱང་ཆུབ་པའི་སེམས་ནང་འབྲེལ་ཡོད་ཁ་འཇིག་གི། ཁོང་བ་ཉམས་ལེན་གྱི་བྱང་ཆུབ་སེམས་པོ་དོན་དག་པོ་མེད་ན་དགའ་དོ་ཞོ་ནོ། དེ་ནས་ཐེག་པ་ཆེན་པོའི་ཁོངས་སུ་མི་ཚུད་ལ་ཞོ་ན་སྙམ་པོ་ཐེག་པ་ཆེན་པོའི་གྲངས་ལ་སླེབ་ཐུབ་བ་མིན་ནོ། ཐེག་པ་ཆེན་པོར་མ་ཚུད་ན་རྫོགས་པའི་སངས་རྒྱས་མི་འཐོབ་བོ། གའུ་ཁྱེད་ལྟ་ང་དང་ཐེག་པ་ཆེན་པོའི་ལམ་མེད་ན་ང་སླེབས་ཐུབ་བ་མེད་ན། རང་ཡོན་ཏན་ཚང་མ་རྫོགས་ཏེ། དེའུ་ཡོན་ཏན་ལ་སྒྲིབ་ཁ་ནས་གའུ་ང་དང་སྒྲིབ་པའི་རིགས་ཚང་མ་སྤངས་ཏེ། དེའུ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཟེར་མཁན་པོ་འཐོབ་ཐུབ་བ་མིན་ནོ། གང་ལ་བྱང་ཆུབ་མཆོག་གི་སེམས་བསྐྱེད་པ་དང་ཐེག་པ་ཆེན་པོ་བར་ཚུད་པ་ཡིན་ནོ། མཚུངས་པ་ས་ནི་གལ་ཏེ་ད་བྱང་ཆུབ་པའི་སེམས་ཅིག་གིས་སུ་ཁ་ཅིག་བསྐྱེད་ན་དེ་ནི་ཁོ་ཐེག་པ་ཆེན་པོའི་ལམ་མིན་ན་ཆུ་ཟླ་ནོག་ལ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་ཐུབ་བྱེད་ཅེ་ནི། དེ་ནི་ནུས་པ། ཐོབ་ཐུབ་བྱེད་ཅེ་ནི་རྒྱུ་ཞིང་དེ་ནི་དཀའ་འོ། དངས་མ་ནི། དེས་ན་རྒྱུ་ཁག་ཆེ་ཤོས་སུ་ཁོད་ལ་ཡོད་ཁ་འགྱུར་ར་ནོ།

ད་གསུངས་པ་ཟ་ན་བྱང་ཆུབ་པའི་སེམས་ཟེར་མཁན་པོ་སུ་ཞིག་གང་ག་དང་སྐད་ན་དེ་ན་དེ་རིང་བྱང་ཆུབ་སེམས་སྐད་ག་ནས་དུས་དེ་ན་རང་ནས་དང་ས་དེ་ན་དཀའ་བཅུ་ང་དང་འཁོར་བའི་ཡི་ག་བ་ང་དང་བརྩོན་ཁང་ན་གདམས་ཏེ་བཅིངས་སེ་བོར་ཡོད་ག་ནས་མི་ང་དང་འུ་ཐུག་སུ་ག་བོར་སྡུག་བསྔལ་ལས་ན་རེ་ཡོད་ག་ཚང་མ་དེ་ན་དཀའ་བཅུ་ད།

ད་འཇིག་རྟེན་ན་ན་ཡོད་ཁ་ནས་ལྷ། མི། སུ་ཚང་མས་དེ་ནས་ཁོང་ཡང་ཕྱག་འཚལ་བྱེད་ཅིང་འཇིག་གི་རྒྱུ་ར་ནོ་ཟེར་ཏེ་གསུང་ལ་གསུངས་པ་སང་དེ་ན་རྫོགས་ལ་དེ་ནས་ང་ད་ནི་བྱང་སའི་ན་ང་ཁད་དེ་ན་བྱང་ས་ལས་ཀྱང་ད་ཆགས་པས་ན། སེམས་དེ་སྐྱེར་མ་ཐག་ཏུ་བླ་ན་མེད་པའི་བྱང་ཆུབ་ཐེག་པ་ཆེན་པོ་ལ་བཞུགས་པ་ཡིན་ཏེ་ཞེས་གསུངས་སོ། ད་གའུ་ཁད་དེ་ན་བྱང་ཆུབ་བའི་སེམས་རིན་པོ་ཆེ་ཟ་ཁན་པོ་སྐད་ན་དེ་སེམས་སྐྱེས་མ་དེ་ནི་མི་ལ་ཁད་དུ་ན་བླ་ན་མེད་པ་ཡང་ན་ང་དང་དེ་སང་རྟག་ག་མེད་ཁ་ནས་བྱང་ཆུབ་ཆེན་པོ་དགའ་བོ་ང་དང་བྱང་ཆུབ་བའི་དེ་ནི་ལམ་ཐེག་པ་ཆེན་པོའི་ལམ་ལ་དེ་ནི་གོ་བྱང་ཆུབ་ཆེན་པོའི་གོ་འཕང་ཐོབ་བྱེད་སྲིད་པའི་དེ་ལམ་བུ་ལ་འཛུལ་ཐུབ་བྱེད་ཅན་འགྱུར་ར་ནོ། དེ་ལྷ་མ་གཞུག་ཁ་འགྱུར་དང་ནོ། དེ་གཟུགས་ཡིན་ཁ་འབེ་བཞག་སྟེ། དང་སྒོ་མ་ལྔ་དང་ཐེག་པ་ཆེན་པོའི་ནང་ང་ཆོས་དང་ནོ། ཐེག་པ་ཆེན་པོའི་ཆོས་སྐྱེ་སྲིད་པས་བྱང་ཆུབ་པའི་སེམས་དགོས་ས་ནོ་མེ་ནི་བི་ལོ་བ་ལྔ་དང། ལུས་ལྔ་ག་ཅོད་པ་ཙམ་ཞིག་རྒྱ་ལ་ཡོད་ནའང་ཐེག་པ་ཆེན་པོ་འགྱུར་ར་མེད་ནོ་ཟེར་ཏེ་གསུངས་ནོ། འོ་དེ་གསུངས་པ་ཐེག་པ་ཆེན་པོ་འགྱུར་སྐྱེ་སྲིད་པས་བསམ་པ་སེམས་བསྐྱེད་བཟང་པོ་བྱང་ཆུབ་ཀྱི་སེམས་རིན་པོ་ཆེན་ས་ག་འགྲོ་རྒྱུ་ལ་སྐྱེ་དགོས་ས་ནོ་ཞུ་ག་ན་དོན་ཚན་དང་པོ་དེ་འོན་ཀྱང།

བྱང་ཆུབ་སེམས་ཡོད་མཁན་པོ་ལ་གོས་བརྟན་རྫོགས་པའི་རྒྱུ་རང་ནོངས་འོངས་ཟེར་མཁན་པོ་དོན་དག་པོ་འགག། སྨོན་པའི་སེམས་ཞེས་བྱ་བ་སངས་རྒྱས་ཐོབ་པར་འདོད་པའི་བློ་མེད་ན། ད་སྨོན་པའི་སེམས་ཞུ་མཁན་པོ་ལྟེ་བའི་ནོངས་པ་ང། འདི་རིང་ནས་བཏང་སྟེ་ནམ་ཞིག་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ། དེ་ནི་ང་བཏང་ཡིན། མི་ཐོབ་དེ་ལྟའི་ཚགས་པར་ངས་དེ་ཐོབ་བྱ་སེ་ཕི་ཡ་ཟམ་པ་མ་ནས་ཁ་ཟུག་ལ་ང་ཤུགས་ཆེན་མོ་ཡོང་ཨ་རག་ཟམ་ཁ་ཡ་ན་ང་དང་སེམས་ཅན་ཚང་མའི་དོན་ལ་ངས་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་བསྒྲུབ་བིན་ཟམ་ཁ་ནས་འོ་ཐོད་ཟམ་བློ་ཡིན་ནོག་པ་གསུངས་པ་སང་སྟེ་གཙོ་བོ་ཟམ་བློ་མེད་ན་སངས་རྒྱས་ཐོབ་པར་འདོད་པའི་བློ་མེད་ན་དཀའ་སྡུག་མུན་པ་སེམས་སྐྱིད་པོ་མེད་ན་བྱང་ཆུབ་སེམས་པའི་ལྷ་པ་ཞེས་བྱ་བ། ཚུལ་ཁྲིམས་གསུམ་པོ་སྐྱེ་བའམ་གནས་པའི་དགེ་དོན་མེད་ལ། ད་བྱང་ཆུབ་སེམས་དཔའི་བསླབ་བྱ་ཞུ་ན་ཡང་ན། ཉེས་སྤྱོད་འདོན་པའི་ཚུལ་ཁྲིམས་དགེ་བ་སྤྱོད་བསྡུས་ཀྱི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་སུ་འཛིན་ཏོ། ད་སྟེ་ཚུལ་ཁྲིམས་གསུམ་པོ་སྐྱེ་བྱེད་པའམ། ཡང་ན་སྟེ་ཚུལ་ཁྲིམས་གསུམ་པོ། ཁོ་ཨ་ན་ཤ་སེ་ཕི་ཡ་དོན་དག་ཅིག་ཀྱང་གང་མེད་མཁན་ཅིག་རྒྱུར་བསྟན་ནོ། གསུངས་པ་ས་ན་ད་སངས་རྒྱས་ཐོབ་པར་འདོད་པའི་བློ་དེ་ཡོད་ན། ཚུལ་ཁྲིམས་གསུམ་པོ་དེ་སྐྱེ་ཞིང་གནས་པ་ཡིན་པས། ད་ཁྱོད་རང་གལ་ཏེ་སངས་རྒྱས་སེམས་ཅན་ཚང་མའི་དོན་ལ་ངས་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་བཅུག་བིན་བསམ་ཁ་ནས་བསམ་བློ་ཡོད་ན་དེ་ནས་ཁྱེད་རང་ཨོ་དེ་ཚུལ་ཁྲིམས་གསུམ་ཟེར་ཁན་པོ་ན་ཤ་ཞིག་བས་དོན་དག་ཅིག་འགྱུར་ར་ནོགས་ག་དེ་ལྟོས་བུ་མེད་ན་ཚུལ་ཁྲིམས་གསུམ་ཟེར་ཁན་པའང་ཁྱོད་རང་ཡོང་ཅི་ཞིག་དོན་དག་ཅིག་ཅང་གང་མེད་ཁན་འགྱུར་ར་ནོགས་ཤོག་ལོ། ད་ག་དེ་ཚུལ་ཁྲིམས་གསུམ་པོ་བུ་མེད་ན། སེམས་དེ་བསླབ་པའི་རྟེན་ཡིན་ནོ། ད་ཚུལ་ཁྲིམས་གསུམ་པོ་ཁྱེད་དེ་ན་ཡོད་ན། དེ་ན་གོ་མུན་པ་སེམས་ཁྱད་དུ་ཡོད་ན་ཚུལ་ཁྲིམས་གསུམ་པོའང་ཡོད་ཨང་ནོག་ལ། དེ་ཚུལ་ཁྲིམས་གསུམ་པོའང་ནས་ཐུབ་ཨ་ནོག། དེ་ནས་ཐུབ་ཁན་པའི་ཞེས་དེ། སེམས་དེ་བསླབ་པའི་རྟེན་འགྱུར་ཨ་ནོག་ཞེས་ནོག་ད། དགའ་བོ་ཁྱེད་དེ་ན། བསླབ་བྱ་ཚུལ་ཁྲིམས་གསུམ་མའི་རྟེན་པོ་དགའ་བོ་འགྱུར་འདུག་མུན་པ་བསམ་བསྐྱེད་དུ་འགྱུར་འདུག་ཀ་གཟུགས་ཀྱི་མུན་པ་བསམ་བསྐྱེད་དུ་ཡོད་ན་ཚུལ་ཁྲིམས་གསུམ་པོ་ཡོངས་འདུག་ཚུལ་ཁྲིམས་གསུམ་པོ་དེ་ནི་ང་དང་ཡོངས་བྱེད་སྲིད་པའི་བསླབ་པ་ཚུལ་ཁྲིམས་ལྔ་ལ་ང་དང་མུན་པ་བསམ་བསྐྱེད་དུ་མེད་ཀྱང་མེད་ཡོང་གོ་བསམ་མོ་ཞོ་ནོ་འོ་དེ་བས་གཏན་ནས་ནོ་ཞོ་ནོ་ད་དེ་དབང་གི་ལྟར་ན་བྱང་ས་ལས་ཀྱང། སེམས་བསྐྱེད་པ་དེ་ནི་བྱང་ཆུབ་སེམས་དཔའི་བསླབ་པ་རྣམས་ཀྱི་རྟེན་ཡིན་ཏེ་ཞེས་གསུངས་སོ། སྨོན་པ་སེམས་བསྐྱེད་བྱེད་ཆེན་པོ་ཁྱེད་རང་བྱང་ཆུབ་སེམས་དཔའི་བསླབ་པ་ཚུལ་ཁྲིམས་གསུམ་བུ་ཁྱེད་དེ་ན་ཁོའི་རྟེན་རྫོགས་པོ་ཀའོ། ང་ལ་ཚུལ་ཁྲིམས་གསུམ་མའི་ཉམས་ལེན་བུ་བཅོལ་བྱེད་སྲིད་པའི་མེད་དཀའ་མེད་དོན་རྟག་པོ་དེ་ན་སྨོན་པ་སེམས་བསྐྱེད་པ་ང་ལ་འཆའོ་བསམ་མོ། ཡ། ད་གསུམ་པ་འི་ནོག་དོན་ཚན་གསུམ་པ་འི་སྤྱི་ནོག་ཀའོ་ང་དང་འི་སྡིག་པ་ཐམས་ཅད་མེད་མཁན་གཅོད་ཐུབ་བ་ནོག་ཞུ་ཁམས་པ་ནོག། གསུམ་པའི་དོན་ཤར་ན། སྡིག་པའི་གཉེན་པོ་དགེ་བ་ཡིན་ལ། དགེ་བའི་ནང་ནས་མཆོག་ཏུ་གྱུར་པ་བྱང་ཆུབ་ཀྱི་སེམས་ཡིན་ཏེ།

རང་ངར་སྡུག་བསྔལ་ཡོངས་བསལ་བྱས་ནས་རྒྱུ་ཤུགས་ཆེན་མོ་བོ་མེད་ཐོན་སོང་སྟེ། དེ་བས་ཁག་སྔོན་ལ་བདེ་བ་ཡོངས་བསལ་བྱས་ནས་རྒྱུ་ཤུགས་ཆེན་མོ་བྱ་འཐུས་པ་ཡོད་ན་འོ་ད་དེ་བས་ཅི་ནོངས་ཟེར་ན་སྡིག་པའི་གཉེན་པོ་དགེ་བ་སོང་བསྟན་ནོ། ད་སོང་པ་སང་ནས་ད་དགེ་བ་ཡིན་ན་ཟུག་ང་དང་དགེ་བ་མང་པོ་ཡོང་བ་ནོག། འོ་དགེ་བ་མང་པོ་ཡོང་ཨ་ནོག་པ། དཔེར་ན་ང་དང་ལུས་ཐོག་ནས། བྱང་ཆུབ་པའི་སེམས་ནང་མ་འབྲེལ་ཁ་ནས་སྙིང་རྗེ་ནང་འབྲེལ་ཏེ་དགའ་བོ་ང་དང་ཡིན། ད་བྱོས་ཆོག་གི་རེད། གཞན་ལ། ང་དང་ཡིན། ལུས་ངག་ཡིད་གསུམ་མེ་ཐོག་ནས་སྤྱོད་པ་བཟང་པོ། ཡ། བྱམས་པའི་སེམས་དང་འབྲེལ་ཏེ་ལུས་ངག་ཡིད་གསུམ་མི་མཐོང་མི་ཆོད་པ་བཟང་པོ་འོ་དོད་གཟུགས་མང་པོ་ཡོངས་བརློག་པ། ད་ལྟའི་བཙོང་བའི་དགེ་བ་མང་པོ་ཡོངས་བརློག་པ། དགེ་བ་ཚང་མའི་ནང་ནས་མཆོག་ཏུ་གྱུར་པ་བརྗོད་ན་དགེ་བ་ཚང་མའི་ནང་ནས་རྒྱལ་ཤོས་སྤོ་བོ་བྱོན་ལོ། དགེ་བ་ཚང་མའི་ནང་ནས་མ་ནི་ང་ཁྱེད་ཤོས་སྤོ། མའང་དགེ་བ་ཚང་མའི་ནང་ནས་ནུས་པ་ཁྱེད་ཤོས་སྤོ། དགེ་བ་ཚང་མའི་ནང་ནས་སྟོབས་ཁྱེད་ཤོས་སྤོ་བཀའ་བའི་ནང་བརྗོད་ན། ཧོ། ད། མཆོག་ཏུ་གྱུར་པ་བྱང་ཆུབ་ཀྱི་སེམས་ཡིན་ནོ་ཞེས་ནོ། ཚང་མས་ནང་འགལ་ཆོས་སོགས་དཀའ་འོ། དེ་ནི་ང་དང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཆོས་ཁམས་པོ་ཡིན་ནོ། དེས་ན་གཉེན་པོ་སྐྱེས་ན་མི་མཐུན་པའི་ཕྱོགས་ཟད་པར་འགྱུར་བ་ཆོས་ཉིད་ཡིན་ནོ། ད་དེ་གཟུགས་ཀྱི་མཁར་འབེབས་བྱེད་སའི་ཚང་མས་སངས་རྒྱས་ཆོས་སྤོ་བྱང་ཆུབ་པའི་སེམས་ཡིན་པར་བསམ་ན། དེས་ན་དེ་གཙོ་བོའི་བྱང་ཆུབ་པའི་སེམས་རིན་པོ་ཆེ་ནང་འགྲེལ་དུ་ཡོད་མཁན་ནི་རྒྱལ་བའོ། དེ་ནི་ཏེ། སྡིག་པ་ཚང་མ་མེད་མཁན་བརྗོད་བྱའི་བྱེད་ནུས་གཉེན་པོ་སྟེ་ནའོ་རང་ཡིན་ནོ། ད་མི་མཐུན་པའི་ཕྱོགས་ཚང་མ་ཀའོ་སྡིག་པ་མི་དགེ་བའི་ལས་སོ། བྱང་ཆུབ་སེམས་དཔའི་བསླབ་བྱ་རྣམས་མི་མཐུན་ཀ་ནས་ལ་ཞིག་ཚགས་སེ་ཡོད་ཀ་ནས་ད་ལ་སྔན་པ་ཤུགས་ཆེན་མོ་སོང་སེ་ཡོད་མཁན་ཚང་མ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟེར་མཁན་པོ་སྐྱེས་ན་མཉམ་པོ་དེ་ན་སྐྱེས་སྐར་ནང་འབྲེལ་ཡོད་མཁན་རྒྱལ་བ་འོ་ནི་དེ་ན་ཤུགས་ཆེན་མོ་སོང་སྟེ་ད་རེས་བྱང་ཆུབ་པའི་སེམས་ནང་མ་འབྲེལ་ག་ནས་སྡིག་པ་མི་དགེ་བའི་རིགས་ཚང་མ་ཁོ་རང་མ་ནི་དེ་ན་མ་ལ་མེད་ཁ་མཆུ་ཐུབ་བ་ནོ་ཞོ་ནོག་པ་ཟབ་པར་འགྱུར་བ་ཆོས་ཉིད་དེ་ནི་དེ་འོ་མེད་ཁ་མཆུ་ཐུབ་བྱེད་ཅན་པོ་ཁོ་རང་རང་གི་བྱང་ཆུབ་པའི་སེམས་དགེ་བའི་རྟོལ་བའི་རང་བཞིན་ལ་ཁོ་རང་ཡོད་དེ་ཡིན་ནོ། དེ་ལྟར་ཡང་དེ་ཡོད་མཁན་པོ་འགའ་འོ་དེ་ནི་ང་དང། བྱང་ཆུབ་སེམས་དཔའི་སྤྱོད་འཇུག་གི་ནང་གི་ཧྲཱི་ཞེས་པ་ལས་མཐེ་བོ་གསུང་བ་འཛིན་ཐབས་དེ་ནོངས་བྱུང། དེ་ནས་དུས་མཐའི་མེ་བཞིན་སྡིག་ཆེན་རྣམས། སྐད་ཅིག་གཅིག་གིས་ངེས་པར་བསྲེག་པར་བྱེད་ཅེས་གསུངས་སོ། ད་དུང་དྭགས་པོ་དེ་བས་འགགས། འགགས་བ་ང་དང་བྱང་ཆུབ་པའི་སེམས་ནང་འབྲེལ་དེ་ཡོད་གང་ཅིག་ཡོད་ན། དེ་བས་གཞར་ཏེ་དེ་ནས་དཔེར་ན་ང་དང་ཡི་དྭགས་སྐལ་པ་འཇིག་པའི་ཐ་མ་དེ་ནས་མེ་ཤུགས་ཆེན་མོ་ཞིག་ཡོང་རུང་བ། ད་ལྟའི་མེ་བས་ཁྱེད་དེ་ན་ད་ཨི་ཕྱིན་སྣོད་ཀྱི་འཇིག་རྟེན་ཚང་མ་ཁྱེད་དེ་ན་ད་ཐལ་བ་ཙམ་བཞག་མ་ནས་ལུས་མ་ནས་མ་བཅུག་པ་ཚང་མ་དུས་ཐུང་ཅིག་གི་ནང་གུ་བའམ་ཚང་མ་ཧྲག་སྟེ་མེ་ཐན་སྤྱོད་ཐུ་བ་ནུ་ཕ་འོ་དེ་ན་ཙོག་ལ་ཤོག། ད་ང་དང་སྡིག་པ་ཆེན་མོ་བསགས་སུ་ཡོད་མཁན། དཔེར་ན་ང་དང་ཕ་བསད་པ་མ་བསད་པ་དགྲ་བཅོམ་པ་བསད་པ་རྒྱལ་བའི་སྐུ་ལ་ང་སེམས་ཀྱི་ཁྲག་ཕྱུང་བ། དགེ་འདུན་གྱི་དབྱེན་བྱེད་པ། འོ་དེ་ཚོ་སྡིག་པ་མ། ཚབས་ཆེན་མོ། སྡིག་པ་མ། ནུས་པ་ཆེན་མོ་སྡིག་པ་ཤུགས་ཆེན་མོ་རིགས་བསགས་སྟེ་ཡོད་ན་ཡང། དེ་ཚང་མ་ཁྱེད་ལྟ་ན་དཀའ་བའི་མེད་མཁན་བཅོས་ཐུབ་པ་རང་བྱོས་ན། ཟླ་རེ་ང་དང་བའི་ད། ཕྱི་སྣོད་ཀྱི་འཇིག་རྟེན་ཆེན་མོའོ། དེ་ན་མ་ནི། ད་རྡུལ་ཙམ་ཞིག་མ་ནི་མེད་མཁན་ཆུ་སེར་མ་ནི་ཐལ་བ་ལོག་སྟེ་མེད། ང་དང་གོག་མཐའ་ལ་ལོག་སྟངས་མཁན་བཙུགས་ལ། དེ་སྡིག་པ་ཙམ་ཞིག་བཙག་སྟེ་ཡོད་ན་དེ་ཚང་མ་གལ་ཏེ་ན། ཅི་ནོག་བྱུང་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཀའོ། མས་དེ་སྟོབས་ཆེན་མོ་བཙུགས་ལ། དེ་ནི་དུས་ཐུང་ཅིག་གི་ནང་ཁུ་བ་ཤོ་ནོག་ད། མ་ནི། དུ་སྟོང་གཅིག་གི་ནང་སྐུ་བ་དེ་རྣལ་མ་ལ་མེད་མཁན་བཅོས་ཐུབ་པ་ནོ་ཞོག་ནོ་བྱང་ཆུབ་པའི་སེམས་ནང་རེ་ལུས་དེ་ངེས་པར་སྲེག་པར་བྱེད་དོ། དེ་རྣལ་མ་ལ་ཁོ་རང་མེད་མཁན་བཅོས་ཐུབ་པ་ནོ་ཞོག་ནོ་དོན་དག་པོ་བྱང་ཆུབ་པའི་སེམས་ནང་འབྲེལ་ཐུབ་ན། ཅེས་གསུངས་སོ། འོ་དེ་བས་ཁྱེར་ལྟ་ན་ད་ང་དང་སྡིག་པའི་གཉེན་པོ་ཆ་ཐོབ་མཁན་པོ་ད་བྱང་ཆུབ་པའི་སེམས་རིན་པོ་ཆེ་ཡིན་ནོ་གསུངས་ཀྱང། ད་སྔ་དང་དོན་མཚན་བཞི་པའི་ནང་དང། བྱང་ཆུབ་ཀྱི་རྩ་བ་ཚུལ་བ་ནོ་ཧོ་ཟེར་ཏེ་གསུངས་ཏོ། དཀར་བོ་བྱང་ཆུབ་སེམས་བསྐྱེད་དང། འབྲས་བུ་མཁྱེན་ནི་དགེ་བའོ། བཞི་པའི་དོན་ཤར་ན། སེམས་ཅན་གྱི་རྒྱུད་ལ་ས་གཞི་ལྟ་བུ། བྱམས་སྙིང་རྗེ་ཡིས་ལྷན་དང་སྦྲེལ་ཞིང་བྱང་ཆུབ་ཀྱི་སེམས་རྩ་བ་ལྟ་བུ་འདི་ཚུགས་ན་བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་སུམ་ཅུ་རྩ་བདུན་གྱིས་ཡང་དག་དགྱེས་ཤིང་རྫོགས་པའི་སངས་རྒྱས་ཀྱི་འབྲས་བུ་སྨིན་ནས་སེམས་ཅན་གྱི་ཕ་འདི་འབྱུང་བ་ཡིན་ཏེ། དེས་ན་བྱང་ཆུབ་བྱང་སེམས་འདིས། སྐྱེད་ན་སངས་རྒྱས་ཀྱི་རྩ་བ་ཚུགས་པ་ཡིན་ནོ། ད་སྔ་ད་ཡིན་བྱང་ཆུབ་སེམས་དཔའི་རྩ་བ་ཚུགས་ཐུབ་པ་ནོ་ཟེར་མཁན་དོན་དག་པོ་ཅི་ནོ་ཞུ་ན། སེམས་ཅན་ཚང་མའི་རྒྱུད་ལ་ང་ད་ཡིན་ད་རྒྱུད་པོ་ཁྱེད་ད་འགའ་ས་གཞི་རྫོགས་ཤིང་འགྱུར་དེ་དོན་ནོ་ཞུ་ནོ་ཧ། ས་གཞི་རྫོགས་པོ། དེ་ནི་དེ་ས་གཞི་བཙོག་པོ་ལ་སེམས་ཅན་ཀུན་ལ་བྱམས་ན་སྙིང་རྗེ་ཡོད་ན། དེ་ནི་ས་གཞི་བོ་ལ་ལྷན་ཡོད་མཁན་གཙོ་བོའི་ནང་བཞག་ནོ་ད་ས་སྐྱེད་པོ། ང་ད་ད་ས་སྐྱེད་ན་རྒྱ་ཆེན་མོ་ཞིག་ཡོད་ན་དེ་ས་སྐྱེད་པོ་ལ་ཧུ་ཡོད་མཁན་གཙོ་བོའི་ནང་བཞག་ནོ་ད་ལ་མོ་ཞིག་སུ་བྱོས་ན་ཧ་ལ་ལས་ཧུའུ་ཡོད་མཁན་ཚོགས་ལ་དེ་ནས་སེམས་ཅན་ཀུན་ལ་གལ་ཏེ་སྙིང་རྗེ་བྱམས་པ་སྙིང་རྗེ་ཚོགས་ཀྱི་གལ་ཏེ་ན་སེམས་ཀུན་ཡོད་ན་དེ་ནས་བྱང་ཆུབ་པའི་སེམས་ཟེར་མཁན་པོར་རྩ་བ་དེ་བས་ག་ནས་ཚུགས་ཐུབ་བ་ནོ་ཞེ་ན། བྱང་ཆུབ་སེམས་པའི་རྩ་བ། བྱང་ཆུབ་སེམས་པའི་རྩ་བ། རྩ་བ་ལྟ་བུ་འདི་ཚུགས་ན་དེ་ནས་རྩ་བ་ཚོགས་པོ་གལ་ཏེ་ག་ཚུགས་ཐུབ་པ་ཡོད་ན་ད་ཡི་བས་ག་ན་ང་དང་བྱང་ཆུབ་སེམས་སྐད་ཆེན་ཟེར་བི་ཡ་ཅི་ཡོང་འདུག་ད། སྙིང་རྗེ་ཡོང་དགོས་སྡོ་ཨ། དེ་སྙིང་རྗེ་བོ་སུ་ལ་ཡོང་དགོས་འདུག་སེམས་ཅན་ཚང་མར་ཡོང་དགོས་སྡོ་ཨ། སེམས་ཅན་ཚང་མར་སྙིང་རྗེ་ཡོད་ན་བྱང་ཆུབ་བི་སེམས་ཟེར་མཁན་པོ་རྒྱ་ལ་ཡོང་ཐུབ་ཨ་ནོག། བྱང་ཆུབ་བི་སེམས་ཟེར་མཁན་པོ་མ་རྩ་བ་ལྟན་པོ་གྱུར་ཏེ་རྒྱ་ལ་བྱོས་ཏེ་ཚུགས་ཐུབ་ཨ་ཡོད་ན། དར་ཚུགས་ཐུབ་ཆེད་ཟེར་མཁན་བོང་དེ་ན་འོན་བ་ང་ལྟ་རང་མི་ཚང་མ་གལ་ཏེ་ཉིན་བཞི་བརྒྱ་ལ་ཤུགས་ཆེན་མོ་སྒོམ་ཐུབ་པ་ཡོད་ན་བྱང་ཆུབ་པའི་སེམས་ཟེར་མཁན་ན་གོང་འཕེལ་ལ་ཆགས་ནོ་ཞོག་ངོ་བོ་དེ་ཚོགས་སའི་བྱང་ཆུབ་པའི་སེམས་བུ་ཁྱེད་རང་གོང་འཕེལ་འགྱུར་ཐུབ་པ་ཡོད་ན་དེ་ན་བྱང་ཆུབ་པའི་སེམས་ཡར་རྩ་བ་ཟེར་མཁན་བོ་ཚུགས་བསྟན་བ་རང་ལ་སེམས་མེད་ནའང་བྱང་ཆུབ་པའི་སེམས་དང་མ་ནས་འབྲལ་མ་ནས་མ་འབྲལ་བ་དུས་ཀུན་ང་དང་མ་ནས་སྨིན་དང་དགོན་པ་ལྷ་ཁང་ཡ་ཆོས་འཇལ་གནས་འཇལ་ག་རུ་ཆ་ན་བྱང་ཆུབ་པའི་སེམས་དང་འབྲལ་ཡོད་ཁ་ནས་ལུས་ངག་ཡིད་གསུམ་རྒྱལ་བ་ཞིག་བཙའ་ག་ན་དེ་ཚང་མ་དེ་འདྲ་ང་དང་བྱང་ཆུབ་སེམས་མེད་ད་བཙའ་བ་ཚུགས་ཆད་བྱས་ནས་རྒྱུ་འགྱུར་ཏེ་དུས་དབང་དེར་ང་དང་མི་ཚེ་ལོ་ཁ་ཅིག་ནང་རྩ་བ་ཁ་ཅིག་ནང་བཞག་ཁ་ཅིག་མིན་པ། ལོ་ན་ལོ། མི་ཚེ་ན་མི་ཚེ། སྐྱེ་བ་ན་སྐྱེ་བ་ཚེ་རབས་ནས་ཚེ་རབས་ཐམས་ཅད་ད་ང་དང་ཨོ་སྟེ་ཚོགས་པའི་བྱང་ཆུབ་པའི་སེམས་ལ་གོམས་ཐུབ་པ་ཡོད་ན་དེ་ནི་བྱང་ཆུབ་པའི་སེམས་ལ་གོམས་འདྲིས་འགྱུར་ཏེ་བྱང་ཆུབ་སེམས་དཔར་རྩ་བ་ཚུགས་ཐུབ་པ་ནོ་ཞོ་ནོ། ད་ལྟའི་རྩ་བར་རྩ་བ་ཚུགས་ན་བྱང་ཆུབ་མཆོག་གི་ཆོས་སུམ་ཅུ་རྩ་བདུན་གྱི་ཡང་ཐབས་བརྒྱད་ནོ། བདག་དང་བདག་པོ་ཁྱེད་ལྟ་ན། བྱང་ཆུབ་མཆོག་གི་ཆོས་དཀའོ། དྲན་པ་ཉེ་བར་བཞག་པ་བཞི། ཡང་དག་སྤོང་བ་བཞི། རྫུ་འཕྲུལ་གྱིས་བསྐངས་པ་བཞི། དེ་ནས་ང་དང་རྣམ་བྱང་དབང་པོ་ལྔ། རྣམ་བྱང་གི་སྟོབས་ལྔ། བྱང་ཆུབ་ཡན་ལག་བདུན། འཕགས་ལམ་ཡན་ལག་བརྒྱ། རྫས་ལ་རྫོགས་བ་འོ་ད་ལྟའི་འཚོ་བ་འདི་ནི་ང་དང་བྱང་ཆུབ་མཆོག་གི་ཆོས་སུམ་ཅུ་རྩ་བདུན་པོར་ཚང་མ་ཁྱེད་ལྟ་ན། ད་དོན་དག་པོ་དེ་བས་ཡིན་ནོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་བོ་རྣམས་འབྲེལ་ཡོད་ཁ་ནས་ཡོན་ཏན་པོ་ཚང་མ་ཡལ་འདབ་པའི་ཚུལ་ལ་དེ་ནས་རྒྱ་ལ་འཇུ་ཟེར་རྒྱས་ཐུབ་པ་ནོ་ཞུ་ནོ། ད་ང་དང་རང་བྱང་ཆུབ་པའི་སེམས་པོ་ལ་གོམས་འདྲིས་རྒྱ་ལ་བྱ་ཐུབ་པ་ན། སངས་རྒྱས་དང་བྱང་ཆུབ་སེམས་དཔའི་ཡོན་ཏན་ཚང་མ་ང་དང་རང་བཞིན་ནས་ཁོ་རང་རྒྱ་བྱེད་སྲིད་ཡོད་དེ་ནོ། བདག་ཞལ་ཐབས་ཚང་བར་རྒྱ་ཞིང། རྫོགས་པའི་སངས་རྒྱས་ཀྱི་འབྲས་བུ་སྨིན། སེམས་ཅན་གྱི་ཕ་འདས་འབྱུང་བ་ཡི་འདས་སོང་ན་སྙམ་པོ། དེ་ནས་རྟའི་གཙོ་བོ་ལོ་མ་ཞལ་ཐབས་རྒྱས་ན་ཅི་བྱ་ནོ། དེ་ན་བདག་འབྲས་བུ་ཕུན་སུམ་ཚོགས་པ་ཡོང་བར་འོ། འོ་དེ་ཚོགས་ནོ་དང་འབྲས་བུ་ཕུན་སུམ་ཚོགས་པ་དཀའ་འོ། སངས་རྒྱས་ཀྱི་འབྲས་བུ་ཕུན་སུམ་ཚོགས་པའོ་སྨིན་ཐུབ་པ་ནོ་ཞེས་ནོ་དང། ལྟར་མིན་ཏེ་གཏིང་ནས་བལྟས་ན་སེམས་ཅན་ཚང་མ་ལ་གནས་སྐབས་ཀྱི་འཕེན་པ་དང་མཐར་ཐུག་གི་བདེ་བ་ཐམས་ཅད་དེ་ག་ནས་འབྱུང་ཐུབ་བམ། ད་ང་དང་སེམས་ཅན་ཚང་མ་ལ་ཕན་བདེ་འབྱུང་བྱེད་སའི་འབྲས་བུ་རྫོགས་པོ་དགའ་བ་ང་དང་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཟེར་ཁམས་ལོ་ཡིན་ནོ། དེའི་འབྲས་བུ་རྒྱ་ལ་ཡོང་བྱེད་སའི་ཕི་ཨ་ལོ་མ་ཞལ་གདབ་སྐྱེ་དགོས་སམ་ནོ་ལོ་མ་ཞལ་གདབ་དཀའ་འོས་ནོ། དེ་ནི་ང་དང་སངས་རྒྱས་དང་བྱང་ཆུབ་སེམས་དཔའ་འོག་ནས་ཡོན་ཏན་ཚང་མ་ཡིན་ནོ། བྱིན་རླབས་ཚང་མ་ཡིན་ནོ། ད་ལྟའི་ཚང་མ་ཡོངས་ཆགས་སུ་ཕི་ཡ། བྱང་ཆུབ་བའི་དགའ་བོ་ཁྱེད་ལྟ་ན། རྒྱུ་ཉིད་དུ་གྱུར་མཁན་ནི་བྱང་ཆུབ་པའི་སེམས་བུ་ཡིན་ནོ། དེ་རྫོགས་པའི་བྱང་ཆུབ་པའི་སེམས་ཡོངས་ཆགས་སུ་ཕི་ཡ། དེ་ནི་སྙིང་རྗེ་བུ་ཡོངས་གསོན་ནོ། གཞོན་ནུ་ཡ། ད་ལྟའི་གསུངས་པ་ས་ནི་གལ་ཏེ་སུ་ཞིག་ག་ང་དང་ས་གཞི་ལྷན་ཡོད་མཁན་ཚོགས་ལ་སེམས་ཅན་སུ་ཞིག་ག་སྙིང་རྗེ་ཡོད་ན། དེ་བས་བཞག་སྟེ་བྱང་ཆུབ་པའི་སེམས་སྐྱེ་ཡང་ནོ། དེ་བས་བཞག་སྟེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་འོག་ནས་ཡོན་ཏན་རང་སྐྱེ་བ་ནོ། དེ་ན་བས་བཞག་སྟེ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་ཐུབ་པ་ནོ། དེ་ཐོབ་ཐུབ་ན་སེམས་ཅན་ནི་འགྲོ་དོན་འཛིན་མཁན་པོ་བཞི་ནི་ཡོང་བ་ནོ་གསུངས་ནོ། ད་དེ་ན་བྱང་ཆུབ་སེམས་དེ་སྐྱེས་ནས་སངས་རྒྱས་ཀྱི་རྩ་བ་ཚུགས་པ་ཡིན་ནོ། ཟོ་བོ་དེས་གསུངས་པ་སང་ད་དེ་ཚང་མ་ག་རུ་ཚུགས་འདུག་ཁག་ཅིག་ཞུ་སེམས་ཅན་ནི་ནང་ང་ཚུགས་འདུག་ཨ། སངས་རྒྱས་ཀྱི་བསྟན་པ་བཞུགས་མཁན་པོའང་སེམས་ཅན་ནས་ནང་ང་ཚུགས་ཀྱི་ཡོད་དེ་ནང་མ་ནས་ང་ད་ཕི་ལོག་བས་ད་ནང་ཁང་པ་ནང་དགོན་པ་ལྷ་ཁང་ཆེན་མོ་ཡོད་པ་ཙམ་གྱིས་སངས་རྒྱས་ཀྱི་བསྟན་པ་ཚུགས་ཐུབ་པ་མེད་ནོག་དེའུ་ཁོ་ང་ད་མི་ཞིག་གི་ཅོ་ཁ་ནས་ནོག་དེ་རིང་བཅོའང་མི་འདྲ་ལེ་མོ་བཅོ་ཉན་བྱེད་ཟེར་ནོག་ཐོ་རེ་ཤིག་དེ་ནང་མང་པོ་ཞིག་འགོར་མ་ནས་མ་འགོར་པ་ཞིག་དང་ཡིན་ན་ནོག། བུ་ཚར་ཁ་ནས་ལོ་སྟོང་ཕྲག་མང་པོའི་སྔོན་ལ་ང་དང་ལོ་རྒྱུས་ནས་ན་བསམ་བློ་གཏོང་སའི་ཁྱེར་ན་ཡང་རྒྱ་གར་རི་འཕགས་པའི་ཡུལ་ལས་ནང་ང་སངས་རྒྱས་ཀྱི་ཆོས་ཧ་ལས་བཤད་སའི་མང་པོ་ད་རེད། དེ་དར་སའི་སེ་ནས་དེ་ནས་མ་ནར་རྩ་ཆེན་མོ་མང་པོ་ང་དང་རྒྱ་གར་འཕགས་པའི་ཡུལ་ལ་ཡོད་དེ་ནོག་དེ་ཚང་མ་ནས་སྐབས་ཤིག་ཨ་བདེན་པས་ང་དང་སྐྲ་མ་ཤིས་པ་མང་པོ་ཞིག་ཡོང་སྟེ་རྐྱེན་ངན་པ་མང་པོ་འཕྲད་དེ་ང་ད་ནི་དེ་ནི་ནང་པ་སངས་རྒྱས་པའི་འོ་ད་དེ་ནི་ན་རྩ་ཆེན་མོ་མང་པོ་དེ་ན་ཚོ་ང་ད་རྟེན་རྩ་ཆེན་མོ་མང་པོ་ཞིག་མེད་མཁན་སོང་ཀྱ་འོ་དེ་སྤེན་ནོ་ཁོ་བི་ལོག་ནས་མཚམས་ཞིག་ཡོད་ནའང་ཁོ་མེད་མཁན་ཆ་ཧྲི་ཅི་ཟིན་རུང་ཡིན་ན་ཡང་དེ་བས་རྒྱུད་པ་ཙོག་པོ་ཆོས་པོ་མ་ཉམས་པ་གཟུམ་མཁན་པོ་སུ་གཟུམ་ཟིན་འདུག་བྱུང་ན

ད་ལྟའི་དབང་བྱང་ས་ལས་ཀྱང། སེམས་བསྐྱེད་པ་དེ་ནི་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་རྩ་བ་ཡིན་ནོ། བྱང་ཆུབ་པའི་སེམས་འདིར་ཁམས་རིར་སྐྱེས་ན། དེ་ནི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་བཞུགས་མཁན་ར་ས་བ་བོ་དེ་ག་ནས་ཚུགས་ཐུབ་དེ་ཡིན་ནོ། གཞོན་ནུ། ཞེས་གསུངས་སོ། ད་ལྟའི་ག་ནས་ང་པ་བསོད་ནམས་དཔག་ཏུ་མེད་པ་ཐོབ་པར་འགྱུར་བ་ནི། ད་ང་དང། བསོད་ནམས་མང་པོ་ཞིག་ཐོབ་ཐུབ་པ་ནོག་ཅང་ཆུ་བོའི་སེམས་རྒྱུད་ལ་སྐྱེས་ན་བཞུགས་ཁམས་བུ་ལ་དཔལ་ཆེན་རྒྱས་ཞུས་པའི་མདོ་ལས། ད་ཡིས་མདོ་བོ་ཁྱེད་ལྟར་ན་བྱང་ཆུབ་ལམ་སྒྲོན་ལས་ས་གང་བསྲུང་བ་ཛེ་ཏའི་དུ་བ། བྱང་ཆུབ་སེམས་ཀྱི་བསོད་ནམས་གང། གལ་ཏེ་དེ་ལ་གཟུགས་ཆེ་ན་ནམ་མཁའི་ཁམས་ནས་ཀུན་གང་སྟེ་དེ་ནས་དེ་བས་ལྷག་པར་འགྱུར་ཞེས་གསུངས་སོ། གལ་ཏེ་ཅིའི་བྱང་ཆུབ་བའི་སེམས་རིན་པོ་ཆེ་བཞུགས་ཁམས་བུ་ལ་དེ་ན་ང་དང་བསོད་ནམས་ག་ཟུགས་ཤིག་ཡོད་ཀྱང་བཞུགས་ཁམས་བུ་དེའོ་དོང་ཙེ་ཅན་གྱི་རྫོགས་ཤིང་ཡིན་པས་ན། དེ་ནས་བསྐལ་ཏེ་ཨི་འཇིགས་སྟེ་ནས་ཁ། དོང་ཙེ་ཅན་གྱི་ཡོད་ན་ནམ་མཁའ་ཙམ་ཞིག་ང་དང་རྒྱ་ཆེར་མ་རུང་དེ་ཚང་མས་ན་འགངས་སྟེ་ཁོ་རང་མ་ནི་ཤོང་ཁོ་རང་མི་ཤོང་ཅན་གྱི་ཡོད་དེ་ནོ། ཨི་ནང་དེ་རྫོགས་བའི་བ་ཡོན་པོ། ནམ་མཁའ་བས་སངས་མ་ན་ཧ་ལས་ཤེས་ཅན་གྱི་ཁོ་གཟུགས་སྨ་ནི་མི་སྐྱག་པ་ཨི་ནང་དེ་བས་སངས་ཧ་ལས་ཤེས་ཅན་ནི་བ་ཡོན་མ། དེ་ནི་མ་ནི་འཇིགས་སུ་རུང་ང་ཅན་ཕ་ཡང་འཆར་མོ་ཡོད་བསྟན་ནོ་གསུང་སྐད་ཅིག། གསུངས་སོ། གསུངས་ཏེ། ད་ལྟའི་ཁ་ནས་དྲུག་པའོ། སངས་རྒྱས་ཐམས་ཅད་ངེས་པར་འགྱུར་བ་ཞུ་གར་མོ་ནོ། ད་ཅི་ཞུ་ན་དཔལ་ཆེན་རྒྱུད་ཞུ་བའི་མདོ་ལས། ད་ཡུལ་ལྷའམ་བྱང་ཆུབ་ལམ་སྒྲོན་ལས་ཟེར་ཏེ་སོགས་མཛད་དོན་དུ། གངྒཱའི་བྱེ་མའི་གྲངས་སྙེད་ཀྱི། སངས་རྒྱས། ཞིང་རྣམས་མི་གང་གི། རིན་ཆེན་དག་གིས་ཡོངས་བཀང་སྟེ། བདེ་གཤེགས་རྣམས་ལ་ཕུལ་བ་བས། གང་གིས་ཐལ་མོ་སྦྱར་བགྱིས་ཏེ། བྱང་ཆུབ་ཏུ་ནི་སེམས་བཏུད་ན། མཆོད་པ་འདི་ནི་ཁྱད་པར་འཕགས། ཟེར་ཏེ་གསུངས་སོ། ད་དོན་རྟག་པར་སྐྱེ་ལྟ་ན། ད་སྤེགས་ལག་ན་ཆུ་མོ་གང་གིས། གཡོ་ག་ཡོད་ཀྱང་ནི་བྱེ་མ་བེ་མ་ཞོ། མི་རང་ག་དང་ཁ་ཞོ་ན་བྱེ་མ་ཞོའི་རྒྱབ་ཀ། ངོ་བསྟོད་གཙོ་བོ་བྱེ་མའི་གྲངས་ཙམ་ཞིག་ཡོད་ནའང་དེ་རྣམས་མཉམ་པ་ཡང་ན་དེ་རྣམས་འདྲ་འདྲ་ཆ་ཆས་ཤིག་ག། དེ་ནས་ཕྱོགས་བཅུ་སངས་རྒྱས་ཀྱི་ཞིང། ག་འོད་གད་དང་ན་ཞིང་ཚང་མའི་ནང་ང། དེ་ནས་བཞུགས་སྟེ་ཡོད་ཁ་ནས་སུ་ཞིག་གིས། ད་རིན་ཆེན་ཚང་མའི་ནང་ཁུལ་བ་ད། ཕྱོགས་བཅུའི་ནང་ཁུལ་ཡོད་ཁ་ནས་དེ་ནས་ལྟས་ཚང་མ་ན། རིན་ཆང་བྱང་ཆུབ་པའི་སེམས་ཡེ་ཤེས་ཉིད་ནོར་བུ་ལ་སོགས་པ་རིན་པོ་ཆེ་ཙམ་ཞིག་གི་ནང་དེ་རིགས་ཚང་མ་བསྐངས་ཏེ། དེ་ནས་ད་འཇིག་རྟེན་ཚང་མའི་ནང་ནས་ང་དང་མགོན་དགའ་བོ་གལ་ཏེ་ན་བདེ་བར་གཤེགས་པ་རྣམས་ལ་ཕུལ་བས་ཕུལ་ལས་ནོག་པ་འོ་དེ་ཙོག་ཞིག་སུ་ཞིག་གིས་ཕུལ་ལས་ན་དགའ་དུ་བྱོན་ནོག་ད་སངས་རྒྱས་ལ་དམིགས་པ་བཅོལ་ཏེ་ཡིད་འཇིག་རྟེན་ནས་ཁ་མེད་ན་ཡོད་ཁ་ནས་རིན་པོ་ཆེ་ཡི་རིགས་པོ་ཚང་མ་མི་ནས་བསྡུས་ཏེ་སྤུངས་སེ་འཁྱོངས་སེ་ཕུལ་ཁན་པས་སངས། སུས་མི་ཞིག་གིས་ཐལ་མོ་སྦྱར་ཏེ་ཁོའི་སེམས་མེད་ནའང་བྱང་ཆུབ་ཏུ་སེམས་བསྐྱེད་ད་ཡོད་ན་འུ་ད་ལྟའི་བར་རྩ་ཆེན་པོ་ཡིན་གསུངས་རོགས། ད་དོན་དག་པོ་ཁྱེད་ལྟ་ན་ཆུ་མོ་གང་གའི་གྲངས་དང་མཉམ་བསྲེས་ཡོད་ཀ་ནི་དེ་ན་གྲངས་སྣང་རྫོགས་ཤིག། དགའ་བོ། དེ་ན་ང་དང་སངས་རྒྱས་ཀྱི་ཞིང་དཀར་རུ་བཞུ་སྟོད་ནང་དེ་ཚང་མའི་ནང་ཨ་རིན་པོ་ཆེ་ཡི་རིགས་ཚང་མ་རྡུལ་སྟེ་ཁྱོང་སེ་ཕུལ་ཁན་བས་སངས་སུ་ཞིག་དེ་ནི་ང་དང་མུན་པ་སངས་རྒྱས་འགྱུར་ལ་ཉོན་ཅིག་མ་ནི་སྐད་མེད་ན་ཡང་འོ་ད་ལྟེའོ་དེ་ནི་དེ་གཙོ་བོ་འདི་རེའི་འོས་སངས་འཇིགས་པོ་འདི་རེའི་འོས་སངས་ང་ཆེན་ཡིན་ཟེར་ཏེ་དེའུ་སོང་ཡང་འཇུག་ད་དྲུག་པའོ་དེའུ་སོང་ད་བདུན་པའོ། ཞོགས་པ་འདི་ནས་ཁྱད་པར་འཕགས་སོ་དང་འོ་དེ་གསུངས་པ་ས་ནི་ད་ང་ལ་ང་དང་ཤ་དེ་ཡོད་མཁན་ནི་ཟང་ཟིང་གི་མཆོད་པ་ད་དེ་གཙོ་བོ་ཟང་ཁག་ཆེ་རིགས་པོ་ད་སྒྲུབ་པའི་མཆོད་པ་ཡིན་ཞོ་ནང་དུ་བདག་པོ་ཁྱེད་དེ་ན་བྱང་ཆུབ་པའི་སེམས་དང་འབྲེལ་ཡོད་མཁན་ནི་མཆོད་པ་ཕུལ་ཐུབ་པ་ཡོད་ན་འོ་དེ་མཆོད་པ་འོ་འཇིགས་པོ་ཡིན་ནོ་གསུངས་ཀྱི། ཡ་ལེ་ད་ད་དེ་ནས་དེའི་སྟེང་ནས་ཞོགས་པར་འཕགས། དེ་ལ་ད་ནི་མ་མཆིས་སོ་ཞེས་གསུངས་སོ། ལྟེ་བ་ལ་ཁད་དེ་ན་དེ་ནི་མཆོད་པ་ཀ་ཏི་གཙོ་བོ་བྱང་ཆུབ་པའི་སེམས་དང་འབྲེལ་ཡོད་མཁན་ནི་རབ་བསྒྲུབས་པའི་མཆོད་པ་བཞུགས་ཀ་ནི་ཕུལ་ཐོབ་པས་ན་དེ་ནི། ལྟེ་བ་ལ་བསོད་ནམས་གཉིས་སམ་ཞིག་ཡོད་སྐྱབས་སུ་དེ་སྔ་དང་བཞི་བཞི་བ་མ་ནི་ཞལ་ཤེས་སུ་མེད་མཁན་ནི། བསོད་ནམས་མཐའ་ཡས་པ་ཡོད་དོན་ནོ་གསུངས་བ་འཛིན་ཏེ་ཡལ་ལེ། ད་དེ་ནི་འདུན་པའོ་ལྟེ་བ་གསུངས་བ་འཛིན་ཏེ་འདུག། སེམས་ཅན་ཐམས་ཅད་ལ་ཕན་པར་འགྱུར་བ་ཞུ་ག་འབོད་ནོ། ད་སྟེས་དབང་གི་དེ་ན། བདག་ས་ཏེའུ་སོང་ཟེར་དུ་འདུ་བ་ཇི་སྐད་དུ། འཕགས་པ་སྡོང་པོ་བཀོད་པའི་མདོ་ལས། འཇིག་རྟེན་པ་ཐམས་ཅད་ལ་ཕན་པར་བསྟན་ལྟ་བུའོ་ཞེས་གསུངས་སོ། ད་སྔ་ད་ཡིན། འཇིག་རྟེན་ཚང་མ་ག་ད་ན་ཕན་ཐོགས་ཆེ་བྱེད་ན་རྟེན་རྫོགས་པོ་འོ་ད་ད་ནི་ཨི་ཡི་བྱང་ཆུབ་པའི་སེམས་རིན་པོ་ཆེ་ནང་བསྒྲལ་ཏེ་འགྱུར་ར་ནོ། ད་སྟེ་འོང་དོགས་ས་ཡོད་ཀྱི་ཧྲ་ཞི་བ་ལའི་བྱང་ཆུབ་སེམས་དཔའི་སྤྱོད་འཇུག་གི་ནང། ད་ནི་སྲིད་པའི་སྡུག་བསྔལ་བརྒྱ་ཕྲག་བཞུ་འདོད་ཅིང་སེམས་ཅན་བདེ་གསལ་བར་དོར། སེམས་ཅན་མི་བདེ་བསལ་བར་འདོད་པ་དང། བདེ་དམངས་བརྒྱ་ཕྲག་སྤྱོད་པར་འདོད་པས་ཀྱང། བྱང་ཆུབ་སེམས་ཉིད་རྟག་ཏུ་བཏང་མི་བྱ། ཞེས་དེ་གསུངས་ཟིན་ཏོ། བདག་ཉིད་དོན་དག་པོ་ཁྱེད་དང་ཡིད་སྲིད་པ་ཁམས་གསུམ་འཁོར་བའི་ནང་སྡུག་བསྔལ་མ་ནི་ཙམ་ཞིག་ཡོད་ན་དེ་ཚང་མ་དེ་ན་མེད་མཁན། སྤྱོད་སྒོ་ཞིང་རགས་པ་བསམ་མཁན་ནི་འདོད་པ་སུ་ཚང་མ་ན་ཡོད་དེ་ནོ། ཡིན་ནོག་པོ་ཡིན་ནའང་དེ་ནང་ནང་བཞིན་གྱི་ང་དང་སེམས་ཅན་ཀུན་ལ་དེ་ནི་ང་དང་སྡུག་བསྔལ། མགོ་བཤད་མེད་ནའང་སྡུག་བསྔལ་ལས་རྒྱུད་བཅོས་པར་སངས། སྡུག་བསྔལ་མ་ནས་མེད་ཀ་ནས་བདེ་བ་ཅིག་མ་ནས་ཡོང་ཐུབ་བ་མེད་ནོ། ཡིན་ཆོས་པོ་དེ་བདེ་བ་རང་འདོད་དང་ནོག་པ། ད་དེ་གཙོ་བར་བདེ་བ་མ་མང་པོ་ན་མང་པོ་བོ་ཤེས་རག་བསམ་ཁ་ནས་བསམ་བློའི་ཡུལ་འང་ཀྱག་པ་དེ་བསམ་བློའི་ཡུལ་འང་ན་དེ་ན་ཁྱོད་རང་བདེ་བ་གོ་ཤེས་སྲིད་པས་བྱང་ཆུབ་པའི་སེམས་འཛེར་མཁན་པོ་ནམ་མིན་ནང་དེ་ལབ་བྱ་བོ་འགལ་དགོས་ས་མ་ནོག་དེར་ལབ་ཅག་བོ་ཁྱོད་རང་ཧྲོག་གམ་འབབ་ན་ཡང་ལབ་ཅག་བོ་མ་ནི་རྟ་མགོ་ས་མ་ནོ་ཁྱོད་རང་ནང་ཧྲོག་ནང་འདྲེལ་གཟུགས་སྤུ་ནང་འདྲེལ་ཏེ་འབོར་དགོས་ས་ནོ་འོག་ཟོ་དེ་འོག་ཏུ་དེའུ་སོ་འཛད་དེ་འགྱག་སོང་བ་དེའུ་འབོར་ཐུབ་པས་ན་དེ་ནི་སེམས་ཅན་ཐམས་ཅད་ལ་ཕན་པར་སྐལ་ཆེན་མོ་ཡོངས་ཐུབ་བྱེད་ཅིང་འཇིག་འགྱུར་ར་ནོ་འོག་ཟོ་དེ་དེའུ་སོ་འགྱག་ཡ། དར་བརྒྱབ་སྟ་མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་བ་ཞུ་ཁན་པོ་ལ་དེའུ་ལ་དེ་ནི་བྱང་སའི་ནང་ང་དེའུ་སོ་འཛད་དོན་དུ་སེམས་དེ་སྐྱེས་ན་མཐའ་གཉིས་ལ་མི་གནས་ཏེ་མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་རོ། ད་འཁོར་བ་དང་ངན་སོང་དེ་རྫོགས་པ་དེ་ནི་ང་དང་སྲིད་པ་དང་ཞི་བའི་མཐའ་གཉིས་སྐད་ནའང་མ་ལུས་ང་མཐའ་གཉིས་སྐད་ནའང་མ་ལུས་སོ། དེ་ནས་མགྱོགས་པ་ན་མགྱོགས་པ་དག་བྱང་ཆུབ་པའི་སེམས་རིན་པོ་ཆེ་སྐྱེད་དེ་དེ་ནས་ད་གའོ་བྱང་ཆུབ་སེམས་དཔའི་ཉམས་ལེན། དེས་བྱང་ཆུབ་སེམས་དཔའི་ཉམས་ལེན་ཚང་མ་མགྱོགས་པ་ན་མགྱོགས་པ་བྱང་ཆུབ་པའི་སེམས་བུ་ནུས་པ་ཆེན་པོ་གསུངས་པ་སངས། དེ་ན་ང་དང་སྡིག་པ་ཚང་མའང་དེ་བས་གཞི་སྟེ་མགྱོགས་པ་ན་མགྱོགས་པ་མེད་མཁན་བྱུ་ཐུབ་བད་ཀྱག་འོ་དེའུ་སྤངས་ཏེ་ཙམ་ཞིག་མགྱོགས་པ་མེད་མཁན་སྤངས་ཐུབ་བད་དེ་ཙམ་ཞིག་གིས་དེ་ནི་ང་དང་ཁོའི་ནང་སངས་རྒྱས་དང་བྱང་ཆུབ་སེམས་དཔའ་འོག་ནས་བྱིན་རླབས་འཇུག་གིན་སོང་པ་སངས་དེ་བས་ཁ་ནས་སངས་རྒྱས་ཀྱི་མགོ་འཕང་རིན་པོ་ཆེ་མགྱོགས་པ་ན་མགྱོགས་པ་ཐོབ་ཐུབ་བྱེད་ཀྱིན་རྒྱུ་ར་ནོ་ཟེར་དོ་ད་དེའུ་སྲུང་བ་བྱས་ཏེ